བསམ་ཚར། དེ་འདྲའི་དག་ཚིག་ཁ་ཁ་ཤིས་སུ་ཡོད། དེ་ཚང་མ་ལ་ཞིག་བཞེས་ན་བསམ་སོང། ད་ང་ཚོ་བོད་གངས་ཅན་ལ་དེ་ནས་བསམ་བློ་བཏང་ན་ནི་དེ་ནས་ད། མི་རིགས། དེ་ནས་ད་ཕར་ཆེར་རྒྱ་ཆབ་རྒྱ་བཟས་ན་མི་ཆོག་གི་མི་འདུག་དག་དེ་འདྲའི་ཟིག་དུ་ཚང་མ་དེ་ནས་དག་ད་ཆུ་ལ་དེ་ནས་ད་པ་ཤིང་ཀུན་དེ་འདྲའི་རེད། ད་དངོས་སུ་དེ་ནས་ཁོ་རང་ཅིག་དག་ད་ད་པ། ཡོད་བཟས་ན་མི་བཟས་ན་ཁག་དེ་འདྲའི་བཟས་ན་མི་བཟས་ན་དོན་གི་ཐོག་ལ། དེ་ནས་ཅིག་དག་ད་ད་པ་མེད་མཁན་དེ། ཧ་ལས་པ་དེ་ནི་ཉུང་ཉུང་དེ་འདྲས་རེད། ཡིན་ནའང་དེའི་ནང་ལ་དེ་ནི་ཆུ་ལ་དད་པ་ཤེས་ཚུལ་དེ་ཐོག་ལ་ང་ཚོ་གནའ་དོན་ཁ་ཤས་སུ་དེ་ནི་འདུག་བསམ་ནས་ངས་དེ་འདྲས་བསམ་གི་འདུག་དེ་ང་རང་གི་བསམ་ཚུལ་ཧ་ཡིན་རང་བོ་ཟིག་གི་ནང་ལ་དེ་འདྲས་བསམ་གི་འདུག་དེ་ཡིན་ན་གང་རེད་ཟེར་ན། ད་ང་ཚོ་བོད་ལ་བསམ་བློ་བཏང་ན། བོད་ཀྱི་མང་ཚོགས་ཀྱི་དེ་ནས་དག་ད་ཆུ་ལ་དད་པ་ཨེ་ཡོད་ཟེར་ན་ནི་ཚང་མ་དད་པ་ཡོད། དེ་ནས་དག་ཆུ་འདི་སྒྲུབ་དགོས་ཀྱི་ཨི་རེད་ཟེར་ན་ནི་ཚང་མ་སྒྲུབ་དགོས་ཀྱི་རེད་ཟེར། ད་ཆུ་སྒྲུབ་དགོས་ཀྱི་རེད་ཚེ་ཕྱི་མ་ལ་འགྲོ་ན་ཆུ་མ་གཏོགས་ཅི་ཅིག་ཡོད་མ་རེད་དེ་ན་ཧ་ལས་པ་གལ་ཆེན་པོ་རེད་ཟེར་ནས་ད་དེ་འདྲས་ཟེར་གྱི་འདུག་བ་ཚང་མ་གྱི་དེ་ནས་ཟེར་གྱི་འདུག་ད་ཡིན་ན་ཡང་དེ་ནས་ང་ཚོ་དག་གི་ཆུ་སྒྲུབ་ལུགས་འདིའི་ཐོག་ལ་ནི་ཡང་ཅིག་དེ་ནས་དག་ད་མ་རེད་པ་མང་པོ་ཟིག་དེ་ནས་དག་གི་འདུག་ད་དེ་སྔ་མ་སྔ་མ་དེ་ཚོ་ཡུན་རང་པོ་ཟིག་གི་ནང་ལ་དག་གི་དེ་འདྲས་ཟིག་དག་རེད་འདུག།

ད་དེའི་དངོས་གནས་དྲང་གནས་ཀྱི་དེའི་དབྱེ་བ་དག་དབྱེ་མཚམས་དུ་གང་ནས་བྱུང་བ་རེད་ཟེར་ན་དེ་ང་ཚོའི་ཆུའུ་ནང་ནས་བྱུང་པ་ཨ་རེད་ཟེར་ན་དེ་ནི་མ་རེད། ང་ཚོའི་ཆུ་མདོ་སྔགས་གང་གི་ནང་ལ་ཡིན་ན་ཡང་ད་དཔེར་ན་མི་སྐྱ་ཕོ་མོ་དེ་ནི་ཁྱིམ་པའི་རྟེན་ཅན་གྱི་མི་དེ་འདྲས་སུ་ཡིན་ན་དེ་ནི་ཁོ་རང་གི་དེ་ནི་ཆུ་ལ་སློབ་སྦྱོང་བྱེད་མི་ཆོག་ཟེར་གྱི་ད་དེ་ནི་སྒོམ་བརྒྱབ་མི་ཆོག་ཟེར་གྱི་ད་དེ་འདྲའི་ནི་མདོ་སྔགས་གང་གི་ནང་ལ་ཡང་དེ་ནི་དག་ད་མི་འདུག། དེ་ཡིན་ན་ང་ཚོ་མི་སྐྱ་ཕོ་མོ་རྣམས་ཀྱི་དེ་ནི་དག་ཆོས་སྒྲུབ་ན། ད་སྒྲུབ་ན་སྒྲུབ་ཀྱི་མེད་པ་དེ་གང་རེད་ཟེར་ན་དཔེར་ན་དགེ་ཚུལ་སློང་གི་སྡོམ་པ་བཞི། དེ་འདྲས་ཡིན་ན་དེ་ནི་དག་ད་ཁོ་རང་རང་དེ་ནི་ད་དགེ་ཚུལ་སློང་འདྲ་སྒྲུབ་ན་དེ་ཆོག་གི་རེད་མ་གཏོགས་པ་གཞན་པ་ང་ཚོ་མི་སྐྱ་ཕོ་མོ་ཡིན་བཞིན་དུ་དེ་ནི་ངས་དགེ་ཚུལ་སློང་གི་སྡོམ་པ་བཞི་ཡིན་ཟེར་ན་དེ་གཅིག་དེ་ནི་དག་ད་ཡོང་གི་མ་རེད་མ་གཏོགས་པ་དེ་ལས་གཞན་པ་ད་གང་དང་གང་སློབ་སྦྱོང་བྱས་ནའང་ཆོག་གོ་རེད་གང་དང་གང་དེ་ནས་ད། འདི། ཉམས་ལེན་བྱས་ནའང་ཆོག་གོ་རེད། དེ་དབང་ང་ཚོ་མ་སྐྱ་ཕོ་མོ་དེ་མང་པོ་མང་པོ་དེ་ནས་དེ་གསང་སྔགས་བླ་མེད་ཀྱི་དབང་དེ་ཚོ་ཡང་མང་པོ་ཟིག་ད་བཞེས་གི་འདུག་བ། དེ་བཞེས་གི་འདུག་ད་ཡིན་ནའང་ང་ཚོ་དེ་ནས་དབང་བཞེས་འཇོག་རྒྱུ་དེ་མ་གཏོགས་པ་དེ་དབང་གི་དོན་དག་བྱེད་ཀྱི་མ་རེད་དབང་གི་དམ་ཚིག་བྱེད་ཀྱི་མ་རེད། དེ་དེ་འདྲའི་རྙོག་དྲ་འདྲ་རེད་འདུག་དངོས་གནས་དྲང་གནས་བཤད་ན་ང་ཚོ་བོད་ལ་ཡིན་ན། གཞན་ང་ཚོ་ཚན་རིག་གི་ལག་རྩལ་མི་འདུག་དེ་ནས་དང་གཞན་པ་དུ་སུ་ཅི་ཅིག་དེང་རབས་ཀྱི་རིག་གནས་མང་པོ་ཟེར་ཡོད་མ་རེད་དཱ། ཡིན་ནའང་ད་ཆུ་དེ་དག་དངོས་གནས་དྲང་གནས་འཛམ་བུ་གླང་གི་ཐོག་ལ་ཡིན་ན་དེ་ནས་ཅིག་དང་ཨང་དང་པོ་དེ་འདྲའི་གཟི་བརྟེན་ནས་དང་ང་ཚོ་ལ་འདུག་དེ་མི་མང་པོ་ཟིག་གི་དེ་བསམ་གི་ཡང་ཡོད་རེད་ཟེར་གི་ཡང་ཡོད་རེད་ང་རང་ཚོ་ལྟ་ནའང་དེ་འདྲའི་ཟིག་དངོས་གནས་རེད། རེད་དེ་ཡིན་ནའང་དེ་ནས་ད་ད་ཆུ་སྒྲིབ་ལུགས་དེ་ཡང་ང་ཚོ་མྱི་མྱོང་མྱོང་ཟི་མ་གཏོགས་པ་དེ་ནས་ད་མི་སྐྱ་ཕོ་མོ་དེ་ནས་ད་སྒྲུབ་ཐུབ་གི་མི་འདུག་དེ་རྩ་བ་ནས་ཡག་པོ་མ་རེད་དེའི་ཐོག་ལ་ང་རང་རང་ལ་དེ་ནས་བསམ་བློ་ཁ་ཤས་ཡོད་ཟེར་དེ་གཞི་ན་བསམ་གི་ཡོད་དེ་གང་ཡིན་ཟེར་ན་དེ་ནས་ད་དང་པོ་ང་རང་ཚོ་མི་སྐྱ་ཕོ་མོ་ཚོ་གི་ཡིན་ན་དེ་ནས་ད་ཚང་མ་གི་དེ་ནས་དེ་ཆུ་སྒྲིབ་རྒྱུ་དེ་སོ་སོ་གི་ནུས་ཚོད་དང་སོ་སོ་གི་དུས་ཚོད་དང་བསྟུན་ནས

གང་འདྲའི་སྒྲུབ་དགོས་དེ་ནི་མ་ཤེས་པའི་རྒྱུ་མཚན་གྱིས་རེད། དེ་ནི་དེ་འདྲའི་ཡིན་དུས་ད་ང་ཚོ་ཡིན་དང་མིན་དང་དེ་ནི་མང་ཚོགས་ལ་ཡིན་ན་དེ་ནི་སོ་སོ་དེ་ནི་དུས་ཚོད་དང་བསྟུན་ནས་དེ་ནི་ཉམས་ལེན་བྱེད་ཡ་དང་དེ་ནི་སློབ་སྦྱོང་བྱེད་ཡ་དེ་འདྲའི་བཀོད་སྒྲིག་དེ་ནི་དེ་བྱེད་དགོས་འདུག་མ་གཏོགས་པ་དེ་ང་ང་ཚོ་མང་ཚོགས་ཀྱི་ཞེ་སྡང་སྐོར་ར་རྒྱབ་ཀྱི་དང་དབང་བཞི་ཀྱི་དང་མ་ནི་འདོན་རྒྱུ་འདི་ཚོ་དེ་ནི་དེ་ཡག་པོ་རེད་ཧ་ལས་པ་ཡག་པོ་རེད་ཆུ་དེ་ནི་ཟབ་མོ་རེད་རེད་དེ་དེ་གཅིག་པོ་མ་གཏོགས་དེ་ནི་དེ་གཞན་པ་དེ་དག་ནི་མ་བསླབ་ན་ད་རྩ་བ་ནས་དུ་འགྲིག་གི་མི་འདུག་དུ་དེས་ང་ཚོ་ཕྱུག་རང་ལ་ཡང་དེ་ནས་ད་འགྲོ་འགྲིག་གི་ཡོད་མ་རེད་དེ་ནས་མང་ཚོགས་ལ་ཡང་དེ་ནས་འགྲིག་གི་མི་འདུག་དེ་ཡིན་དུས་དེ་ནས་ང་ཚོ་དེའི་ཐོག་ལ་རྒྱབ་སྐྱོར་ཞིག་བརྒྱབ་དགོས་འདུག་ཟེར། དེ་རྒྱབ་སྐྱོར་བརྒྱབ་དགོས་ན་ད་ག་འདྲི་བརྒྱབ་དགོས་འདུག་ཟེར་ན་དུ་དོན་དག་དང་པོ་དེ་ལ་དེ་ང་ཚོ་ཚང་མ་གི་ནང་ལ་མང་ཚོགས་གི་ནང་ལ་ཡིག་རྨོངས་དེ་ཡག་པོ་ཟོ་དེ་ནས་དུ་སེལ་དགོས་འདུག་མང་ཚོགས་གི་དེ་ནས་ཡི་གེ་དེ་སློབ་སྦྱོང་ཡག་པོ་བྱེད་རྒྱུ་བོད་ཡིག་དེ་དེ་ནས་ང་ཚོ་ད། ཡིག་མང་ཚོགས་ཀྱི་ནང་ལ་དག་ཡིག་རྨོངས་སེལ་ནས་འདི་ནས་ད་ལྟ་གི་བར་དུ་ད་བར་ཆད་མྱུལ་ལོ་བཞི་བཞི་བཅོ་ལྔ་དེ་འདྲའི་རེད་འདྲ་བོ་འདུག་ཅིག་ཅུང་ཟད་རྒྱ་ཆེན་པོའི་སྒོ་ནས་དེ་ཡིག་རྨོངས་སེལ་ནས་དེ་འདྲའི་རེད་དེ་ནས་ད་ལྟ་ཡིན་ན་དེ་ནས་ས་ཕྱོགས་མང་པོ་ཟི་ལ་དེ་ནས་ཅིག་ད་ཡིག་རྨོངས་དེ་ནས་སེལ་གྱི་བརྒྱ་ཆ་དགུ་བཅུ་ལ་དེ་ནས་དག་ད་སླེབས་བསྡད་ཡོད་མཁན་དེ་འདྲའི་གི་ས་ཆ་དེ་དེ་ནས་དག་ད་མང་ཚོགས་བརྒྱ་ཆ་དགུ་བཅུ་གི་དེ་ནས་ད་དཔང་ཡིག་ཡག་པོ་ཞིག་རྒྱུ། དེ་འདྲའི་དེ་ནས་གྲུབ་འབྲས་ཡང་ཧ་ལས་པ་དེ་ནས་ཡག་པོ་ཐོན་ཡོང་ས་དེ་འདྲའི་འདུག། དེ་འདྲའི་ཡིན་དུས་ང་ཚོ་ཐོག་མར་ཡིག་རྨོངས་ཟེར་དགོས་འདུག་དེ་ཡིག་རྨོངས་ཟེར་གྱི་དེ། ང་ཚོ་གཅིག་ཆུ་རྐྱང་བ་ཟེར་གི་དོན་དག་མ་རེད། དེ་ཆུ་ཡང་རེད་དེ་ཡིན་ནའང་ད་ཆུ་རྐྱང་བ་མ་རེད། སོ་སོ་གི་དེ་ནས་རིག་གནས་ལ་སློབ་སྦྱོང་བྱེད་ཀྱི་ཡིན་ན་འདྲ། དེ་ནས་སྔ་མ་གི། སྔོན་གྱི་དེ་ནས་ཅིག་དང་བཀའ་དང་གཏམ་རྒྱུད་འདི་ཚོ་ལ་དེ་ལྟ་ན་འདྲ། དེ་མ་ཡིན་ན་ང་ཚོ་ད་ལྟ་གི་དེ་ནས་ཅིག་དང་གཙང་སྦྲ་དང་འཕྲོད་བསྟེན་དང་ཁོར་ཡུག་སྲུང་སྐྱོབ་དང། དེ་འདྲའི་སྐོར་བ་གི་དེང་རབས་ཀྱི་རིག་གནས་ཅིག་དང་དེ་ནས་ཅིག་དང་ཚན་རིག་གི་རྒྱུན་ཤེས་དང། དེ་ཚོ་གི་སྐོར་བ་དེ་ཡིན་ན་ད་ང་ཚོ་དེ་ནས་ཅིག་དང་རྒྱ་ཡིག་དང་དབྱིན་ཇི་དང་དེ་འདྲའི་གི་ཐོག་ནས་བལྟ་དགོས་ན་ང་ཚོ་མང་ཚོགས་གི་ཧ་ལས་པ་དགའ་མོ་རེད་སློབ་གྲྭ་གི་སློབ་མ་འདྲ་དེ་འདྲའི་གི་བསྡད་ཐུབ་གི་རེད་མ་གཏོགས་པ་ང་ཚོ་མང་ཚོགས་གི་བསྡད་ཐུབ་གི་མི་འདུག་དེ་ཡིན་ན། དེ་ནས་ང་ཚོ་མང་ཚོགས་གི་དེ་ནས་བོད་ཡིག་ཟིག་དེ་ནས་ཤེས་སོང་ན་ད་ཁོ་རང་གི་སློབ་སྦྱོང་གང་བྱས་ནའང་དེ་ནས་ཧ་ལས་པ་གི་སྟབས་བདེ་པོ་འདུག་དེ་རེད་དེ་ང་ཚོའི་ཆུ་ལ་ཡང་དེ་དང་འདྲ་བོ་རེད་དེ་ཡིན་ན་ཐོག་མར་གོམ་པ་དང་པོ་དེ་དེ་ནས་ད་མང་ཚོགས་ལ་ཡིག་རྨོངས་སེལ་དགོས་འདུག་ཟེར། ངའི་བསམ་བློ་དང་ལ་ང་ཚོ་མང་ཚོགས་ཀྱི་ཆུང་ངུ་མ་ཟིག་ཉམས་སུ་ལེན་དགོས་ན་ད་གོམ་པ་གསུམ་དེ་ནས་འགྲོ་དགོས་འདུག་གོམ་པ་དང་པོ་དེ་གང་རེད་ཟེར་ན་ཡིག་རྨོངས་སེལ་ཡ་དེ་རེད་བསམ་གྱི་འདུག་དེ་ནས་གོམ་པ་གཉིས་པ་དེ་གང་རེད་ཟེར་ན་དེ་ནས་ཡིག་རྨོངས་དེ་སེལ་ཚར་བའི་རྗེས་ནས་དེ་ནས་ང་ཚོ་མང་ཚོགས་ལ་དེ་ནས་ཆོས་ཁྲིད་དེ་ནས་ཕར་ཁྲིད་དགོས་འདུག་དེ་ཡང་ད་ང་ཚོ་ཞེ་སྡང་གི་མང་ཚོགས་ཟིག་ཡིན་ན། ཅི་རོང་འབྲོག་གི་མང་ཚོགས་དེ་འདྲས་ཟིག་ཡིན་ན་ད་ང་ཚོ་དེ་ནས་གཞོན་བཀའ་པོད་ལྔ་འདྲ་བོ་ད་དེ་འདྲས་གི་རྒྱ་ཆེན་པོ་ཟིག་ཁྲིད་ན

དཔེར་ན་བཀའ་བརྒྱུད་ཀྱི་ཕྱོགས་ལ་དེ་ནས་ལམ་ཕྱོགས་རིན་ཆེན་འཆང་བ་འདྲ་བོ། དེ་འདྲའི་གི་སྐོར་བ་ད་ང་ཚོ་ཚང་མ་ལ་དེ་འདྲའི་འདུག། དེ་ནས་དེ་ཚོ་ཚང་མ་དུ་ད་ང་ཚོ་གྲུབ་མཐའ་སུ་ཡིན་ན་ཁྱད་པར་ཅིག་མི་འདུག་ད་ང་ཚོ་མི་སྐྱ་ཕོ་མོ་བོ་སློབ་སྦྱོང་བྱས་ན། མི་སྐྱ་ཕོ་མོ་ལ་ང་ཚོ་གྲུབ་མཐའ་མང་པོ་དེ་ནས་དུ་དབྱེ་བ་བྱས་ནས་དེ་དགོས་པ་ཅི་ཅིག་མི་འདུག་ཁོ་གང་ཡིན་ནའང་འདྲ་བ་རེད་དཔེར་ན་ང་ཚོ་ད་བདེ་བ་ཅན་དུ་སྐྱེ་བའི་རྒྱུ་བཞི་ད་ང་ཚོ་སུ་དགོས་བྱས་ནའང་འདྲ་བོ་རེད་གྲུབ་མཐའ་གང་གི་ནང་ལ་ཡོང་ནའང་གཅིག་པ་རེད། མགོན་པོ་འོག་མིན་ལ་གསོལ་བ་བཏབ་ནས་བདེ་བ་ཅན་དུ་སྐྱེ་བའི་དུས་ནི་ཆུ་ཉམས་སུ་ལེན་ཡ་དེ་ཚང་མ་འདྲ་བ་མ་གཏོགས་པ་ཁྱད་པར་མི་འདུག། དེའི་འདྲ་བ་ཟིག་གི་དཔེ་ད་ང་ཚོ་དེ་ནས་ད་ངེས་འབྱུང། བྱང་ཆུབ་ཀྱི་སེམས། ད་དེ་ང་ཚོ་སུ་ཟིག་གི་བཤད་དང་གཅིག་པ་རེད་མ་གཏོགས་པ་དེའི་ནང་ལ་མ་འདྲ་བ་དེ་ནི་མང་པོ་དག་མི་འདུག། དེ་ཡིན་ན་དེ་ནས་དེ་ཚོའི་བསྐོར་བ་དེ་ནས་གཞུང་ཅུང་ཟད་དེ་ནས་དག་སྟབས་བདེ་པོའི་བསྐོར་བ་དེ་ཚོ་རིམ་གྱིས་རིམ་གྱིས་རིམ་གྱིས་དག་མང་ཚོགས་ལ་དེ་ནས་བཤད་དགོས་འདུག། དེ་ནས་ག་ལེ་ག་ལེ་བྱས་ནས་དེ་ནས་དེའི་ཐོག་ལ་དེ་ནས་ང་ཚོ་དག་ད།

གང་དྲིས་དག་གསུང་གི་འདུག་འདི་མང་ཚོགས་ཀྱི་ཡང་ནམ་རྒྱུན་དེ་ནས་དག་འདུན་འདོན་གི་ཁ་ཏོན་བྱེད་མཁན་མང་པོ་རེད། ཡིན་ནའང་ནང་དོན་དེ་ཅང་དེ་ནས་བྱེད་མཁན་དེ་ཉུང་ཉུང་རེད་དེ་ཡིན་ན་དེ་སུས་དག་རིམ་གྱིས་རིམ་གྱིས་ཚང་མ་ལ་གོ་བརྡ་སྤྲད། དེ་ནས་དཔེར་ན་ཆགས་མེད་བདེ་སྨོན་འདྲ་བོ་ཡིན་ན་དེ་ནས་ང་ཚོ་བོད་གངས་ཅན་གྱི་ལྗོངས་ལ་མང་པོ་ཟིག་གི་དེ་ནས་དག་ལྟ་དེ་ལ་དད་པ་བྱེད་གི་རེད་མང་ཚོགས་ཀྱི་ནང་ལ་ཡིན་ན་ཡི་གེ་བྱེད་མཁན་མང་པོ་འདུག་གི་རེད་ཁ་ཏོན་བྱེད་གི་ཡིན་ན་དེའི་དོན་དེ་ཆེ་རེད་དེ་ནས་དེ་ཚོ་འགྲེལ་བཤད་ཡག་པོ་རྒྱབ་ནས་དག་དེ་འདྲས་བྱེད། འདི་ནི་ད་རིམ་པས་རིམ་པས་དུ་ང་ཚོ་དད་པ་ཟེར་ཡ་དེ་ཆིག་འགྲིག་ལ་གཟིགས་འདུག་དཀོན་མཆོག་གསུམ་ཟེར་ཡ་དེ་གང་འགྲིག་གཟིགས་རེད་ད་སྐྱབས་འགྲོ་ཟེར་ན་གང་འགྲིག་གཟིགས་རེད་འོ་ཡ། དེ་ནི་ད་དུ་སོ་རིམ་གྱིས་རིམ་གྱིས་དེ་ནི་ཅིག་གོ་བརྡ་ཟིག་སྤྲད་ན། དེ་ནི་མང་ཚོགས་ཡིན་ནའང་དེ་ནི་ད་མང་ཚོགས་ཀྱི་ད་ཡག་པོ་དེ་ནི་ཤེས་ཡོང་གི་འདུག་ད། དེ་ཡིན་ན་ང་ཚོ་མི་རིགས་གཞན་པ་ཚོ་ཡང་དེ་འདྲའི་ད་ད་ཡག་པོ་ཤེས་གི་འདུག་བ་དེ་ཤེས་ཡོང་ན་ང་ཚོ་བོད་པ་ཡང་དེ་ཤེས་ཤག་ཤག་རེད། ཡིན་ནའང་ད་ང་ཚོ་མང་ཚོགས་ལ་དེ་ནི་ད་བཀའ་རྒྱ་བཤད་པའི་གནས་སྐབས་ན་དེ་ནི་ཅིག། ད། ང་ཚོ་དཔེ་ཆ་གི་ནང་ལ་ཡོང་མཁན་གྱི་དེ་འདྲའི་གི་དེ་ནས་ཅིག་དག་ཆེད་ལས་གི་མང་བོ་དེ་འདྲའི་མང་བོ་ཟིག་དེ་ནས་བེད་སྤྱོད་བཏང་བཞག་ན། དེ་མང་ཚོགས་གི་དེ་གི་ད། ནང་དོན་དུ་གོ་བ་དེ་དང་པོ་དེ་ནས་ཚིག་གི་དོན་དུ་གོ་ནས་དེ་ནས་ནང་དོན་ལ་གོ་བ་ལེན་དགོས་གི་རེད། དེས་ན་ཚིག་གི་དོན་དང་པོ་ནས་མ་གོ་ན། དེ་ནས་ནང་དོན་གང་དྲིས་གོ་གོ་ཐུབ་གི་མ་རེད་དེས་ན། དེ་འདྲའི་གི་དེ་ནས་དེ་ཆོས་གསུང་མཁན་རྣམས་གི་ཡང་དེ་ནས་ང་ཚོ་སོ་སོ་གི་དཔེར་ན་ཤ་བཀྲ་དང། བཙོ་བཀྲ་དང། ཆུ་རགས་དང། དུ་སོགས་ནང་ལ་དེ་ནས་དེ་སོང་ཚུལ་འདྲ་བོ་དེ་འདྲའི་མ་ཕྱི་བ་ཞིག་ནས་མང་ཚོགས་ཀྱི་དེ་ནས་དེ་བ་ད་ཁོ་རང་ཚོ་གོ་ཡ་འམ། དེ་འདྲའི་གི་དེ་ནས་ད་མང་ཚིག་དེ་ནས་བེད་སྤྱོད་བཏང་ང་ཚོ་དང་རབས་ཀྱི་དེ་ནས་ཡི་མང་ཚུགས་མང་པོ་བེད་སྤྱོད་བཏང་ནས་དེ་ཁོ་སོགས་ལ་གོ་བརྡ་ཡག་པོ་སྤྲད་ཀྱི་དང། དེ་ནས་མང་ཚོགས་ཀྱི་ཡིན་ན་དེ་ནས་གཙོ་བོ་གཙོ་བོ་ངོ་མ་དེ་མང་ཚོགས་ཀྱི་དེ་ནས་དེ་སེམས་ཀྱི་དེ་ནས་སྡུག་བསྔལ་ལུས་ཀྱི་ཐོག་གི་དེ་ནས་དེ་བ་སྡུག་བསྔལ་ད་དུ་ཚོ་ཐམས་ཅད་པོ་གང་འདྲའི་བྱས་ནས་དེ་བ་ད་ང་ཚོ་ཆུ་འདི་གི་དེ་ནས་ཕར་སེར་ཐུབ་གི་ཨོ་ཡ། དེ་ནས་ང་ཚོ་ད་ལུས་ཀྱི་ཐོག་གི་སྡུག་བསྔལ་སེམས་ཐོག་གི་སྡུག་བསྔལ་སྡུག་བསྔལ་མ་ལུས་ཡོངས་སུ་རྫོགས་པ་ཐམས་ཅད་པོ་ཆུས་བསྐྱང་བ་གི་དེ་ནས་ཆུ་གོ་རེ་གཞན་པ་དེ་སྒོ་གཅིག་གཅིག་སྒོ་མ་རེད་དེ་ང་ཚོ་ཟེགས་མ་རེད། གཞན་པ་དེ་ཚོ་ཐམས་ཅད་པོ་ཡང་དཔེར་ན་ང་ཚོ་དེ་ནས་ནད་ན་བའི་གནས་སྐབས་ན་དེ་ནས་སྨན་ལ་ལྟོས་ཡང་འདྲ་ད་དེ་ཚོ་ཚང་མ་སྒོ་རེད། དེ་ཚོ་མདོར་ན་འགྲོ་བ་སེམས་ཅན་རྣམས་ལ་ཕན་འདོགས་མཁན་དེ་འདྲས་ཡིན་ན།

གཞན་པ་ཟིག་གི་དེ་ནི་ཡར་གཅིག་དག་ཐར་བའི་ལམ་ལ་འདྲེན་ཟིག་དགོས་ནའང་ཡང་ཅུང་ཟད་ཁག་པོ་རེད་དེ་ཡིན་དུས་དེ་ནི་མི་སྐྱ་ཕོ་མོ་ལ་དེ་ནི་དག་ཆུ་གོ་བརྡ་ཡག་པོ་སློབ་བའི་སློབ་ཀྱི་དག་དེ་ཧ་ལས་པ་གལ་ཆེན་པོ་རེད་ང་ཚོ་བོད་མི་རིགས་ལ་བསམ་བློ་བཏང་ན་ང་ཚོ་ཆུ་ལ་བལྟ་བབས་ཤིང་གང་གི་མི་རིགས་འདི་འདྲི་ཟིག་རེད་དེ་ཡིན་ན་ང་ཚོ་ཆུ་ལ་མི་རིགས་ཆུ་འདི་ཆུ་ལ་བལྟ་བབས་བྱེད་དགོས་པའི་དགེ་མཚན་དེ་གང་ལ་ཐུག་འདུག་ང་ཚོ་ཆུ་ལ་བལྟ་བབས་བྱས་ན་ང་ཚོ་ལ་དེ་ནི་དགེ་མཚན་ཆི་ཟིག་འདུག་ཚེས་བཞི་མ་རེད། དེ་རེད་དེ་དེ་ང་ཚོ་དང་དེ་སང་དེ་རང་ང་ཚོ་མི་གི་དེ་ནི་ད་མཐོང་གི་མ་རེད་ཡིན་ན་ཚེས་འདིའི་ཐོག་ལ་ང་ཚོ་ལ་དེ་ནི་ད་ཕན་ཐོག་གང་ཟིན་འདུག་མི་སྒེར་གི་འཚོ་བ་གི་ནང་ལ་ཕན་ཐོག་ག་འདྲི་འདུག་དེ་ནི་ང་ཚོ་སྤྱི་ཚོགས་གི་ཐོག་ལ་དེ་ནི་ད་ཕན་ཐོག་གང་ཟིན་གང་འདུག་དེ་ཚོ་ཚང་མ་དེ་ནི་ཅིག་རྒྱུ་མཚན་དང་ལྡན་པ་གནས་ལུགས་དང་ལྡན་པ་གི་ཐོག་ནས་རིགས་པའི་ལམ་ནས་དེ་ནི་བཤད་དགོས་འདུག་ཡིན་ནའང་རིགས་པའི་ལམ་ཟེར་ཡ་དེ་དེ་ནས་མི་སྐྱ་ཕོ་མོ་འོ་སྐོལ་བ་ལེན་ཐུབ་པ་གི་དེ་ནས་གནས་ལུགས་རྒྱུ་མཚན་སོགས་ཀི་ཐོག་ནས་ད་འགྲོ་དགོས་རེད་མ་གཏོགས་པ་ཡང་ང་ཚོ་དེ་ནས་ད་གི་ཡང་གཞན་པ་ང་ཚོ་ད་ཅིག་དཔེ་ཆ་གི་དེ་ནས་བཤད་ལུགས་དེ་འདྲས་རྐྱང་རྐྱང་སོགས་བཤད་བྱུང་ན་དེ་ཚོ་ཁག་པོ་ཡིན་གྱི་རེད་དེ་འདྲས་གི་ཐོག་ནས་མང་ཚོགས་ལ་དེ་ནས་གོ་བརྡ་སོགས་སྤྲད་ན་དེ་ནས་མང་ཚོགས་གི་ཡང་ད་གི་ད་ཆུ་ལ་ཞེར་སྡང་ང་ཚོ་གོ་བ་ཡག་པོ་དང་བདག་པ་ང་ཚོ་ལ་དེ་དག་པ་ཏན་ཏན་ཡག་པོ་འདུག་བ་དེ་ཡིན་ན་དེའི་ཐོག་ལ་རྒྱུ་མཚན་ཡང་ཡག་པོ་གོ་སོང་ན་དེ་ནི་ཕུན་སུམ་ཇེ་ཚོགས་དེ་འདྲའི་རེད་འགྲོ་གི་རེད་ཅེས་དེ་ནི་དགོན་པ་གཉིས་པ་དེ་དེ་མང་ཚོགས་ལ་སློབ་སྦྱོང་བྱེད་དགོས་འདུག་སློབ་སྦྱོང་གི་དེ་ནི་གོ་སྐབས་ཡག་པོ་སྤྲད་རྒྱུ་དེ་ནི་བླ་མ་ཚོ་ཡིན་ན་དེ་དབང་བསྐུར་དགོས་ཨོ་རེད་ཟེར་ན་དགོས་གི་རེད་རེད་དེ་ཡིན་ནའང་དེ་ནི་དབང་གི་དམ་ཚིག་ཡག་པོ་དེ་ནི་གོ་བརྡ་སྤྲད་དགོས་འདུག་མ་གཏོགས་པ་ད་ང་ཚོ་དབང་བསྐུར་དམ་ཚིག་མ་བྱེད་ན་དེ་མང་ཚོགས་ཀྱི་དེ་ནས་ད་ད་ད་ཚུགས་ཀྲུང་གོ་བཟི་ཡ་དེ་ཧ་ལས་པ་ཁག་པོ་རེད། ང་ཚོའི་མང་ཚོགས་ལ་དཔེར་ན་དོ་བ་མ་འཐེན་ཆང་མ་འཐུང་ཤོ་རྒྱག་མ་རྐུ་དེ་འདྲའི་གི་ཅིག་ལས་སླ་པོ་ཟི་ཟེར་དགོས་ནའང་དེ་མང་ཚོགས་ཀྱི་དེ་ནས་ཅིག་བརྒྱ་ཆ་བརྒྱ་གི་གཏོར་དགོས་ན་དེ་དཔེ་ཁག་པོ་རེད་འདུག་བ། གསང་སྔགས་ཀྱི་དམ་ཚིག་བཟི་ཡ་དེ་ང་ཚོ་ཅིག་ཅིག་དོ་དང་མི་དོ་དང་དེ་ཚོ་ཅིག་གཅིག་མི་བྱེད་ནས་མར་བང་དེ་འདྲའི་བསྐུར། དེ་ནས་བསྐུར་ཚར་བའི་རྗེས་ནས་ཡང་ད་འདི་འདྲའི་དགོས་དགོས་རེད་དེ་འདྲའི་དགོས་དགོས་རེད་ཅིག་ཅིག་མེད་ན། དེ་ནི་མི་མང་པོ་ཟི་བཏབ་ཉིན་རེ་འགྲོ་རེ་བ་དེ་དེ་གནོད་པ་ཡིན་ན་ཕན་པ་ཡིན་ན་ཧ་ལས་པ་བཤད་ཁག་པོ་རེ་འགྲོ་འདུག་དེ་འདྲའི་ཡིན་དུས་དེ་ང་ཚོ་དབང་བསྐུར་དགོས་རིགས་དེ་ཡིན་ནའང་དམ་ཚིག་སྔོག་འབྲང་ཡག་པོ་བྱེད་ཀྱི། དེ་འདྲ་བ་ཟི་ཁི་ང་ཚོ་དེ་ནི་མར་ནི་འཚོགས་ཀྱི་ས་དོ་འཚོགས་ཀྱི་འདི་ཚོ་དཔེ་ཧ་ལས་པ་ཡག་པོ་རེད་རེད་དེ་ཡིན་ནའང་དེ་ནི་དེའི་ནང་ལ་ཡིན་ན་ང་ཚོ་དེ་ནི་ཅིག་མ་མཐའ་ཡིན་ན་ད་ཅིག་དམ་པ་གསུམ་དེ་ནི་མགོ་ལབ་བྱང་ཆུབ་ཀྱི་སེམས་བསྐྱེད་ཀྱི་དེ་ནི་བར་དུ་དེ་ནི་དངོས་གཞི་དམིགས་མེད་དེ་ནི་འཇིག་ལ་དེ་ནི་བསྔོ་བ་མ་མཐའ་ཡིན་ན་དང་དེ་འདྲས་སུ་ཤི་དགོས་རེད་མ་གཏོགས་པ་དེ་དེ་འདྲས་ཙམ་ཡང་མ་ཤི་ན་ཡང་ང་ཚོ་ཁ་རྐྱང་པ་གི་དེ་ནས་ད་འདོན་བསྡད་ན་ཡང་དེ་ཡག་པོ་ཟིག་ཡོང་ཟིག་དགོས་ན་ཁག་པོ་རེད་འདུག་དེ་འདྲས་ཡིན་དུས་དེ་ནས་དུས་ཚོད་སྐོར་བ་དང་ང་ཚོ་མང་ཚོགས་ལ་དེ་འདྲས་གོ་བརྡ་ཡག་པོ་སྤྲད་རྒྱུ་དེ་ཧ་ལས་པ་གལ་ཆེན་པོ་རེད་མང་ཚོགས་ལ་སློབ་སྦྱོང་དེ་དེ་འདྲས་སུ་བྱས་གོ་བརྡ་དང་འཕྲོད་སོང་ན་དེ་ནས་མང་ཚོགས་ལ་དངོས་གནས་སྤྲང་ནས་ང་ཚོ་དེ་ནས་འདི་དོན་གྱི་ཐོག་ལ་ཕན་ཐོགས་འགྲོ་འོང་འདུག་ད་ད་ལྟ་འདྲ་པོ་ཡིན་ན་ང་ཚོ་བོད་སྐབས་སྤྱི་ཚོགས་ལ་བསམ་བློ་བཏང་ན་བེད་དཔང་སྦྱོར་གྱི་ཐོག་ནས་དེ་ནི་ཅིག་ཡར་རྒྱས་ཧ་ལས་པ་ཆེན་པོ་ཅིག་མ་རེད་མ་རེད་དེ་དེ་ནི་རྗེས་མ་སྤྱིར་བཏང་འཛམ་བུ་གླང་གི་དཔལ་འབྱོར་དེ་ནི་ཅིག་དུ་ཨང་ད་སྔ་མ་ལ་ལྟ་ན་ཡར་རྒྱས་འགྲོ་གི་ཡོད་རེད་དེ་ང་ཚོ་ཡང་དུ་ག་རྗེས་མ་ག་ལ་གང་བསམ་དེ་ནི་ཡར་རྒྱས་འགྲོ་གི་རེད་དེ་ཡར་རྒྱས་འགྲོ་ན། དེའི་སྐབས་སུ་ང་ཚོ་དེ་ནི་བསམ་བློ་གི་ཐོག་ནས་ཀྱི་ད་ལྟ་བ་དང། དེ་ནི་འདི་ཞིག་དང་འདི་ཚོ་དེ་ཡིན་དང་མིན་དང་དེ་ནི་ཡག་པོ་ཟིག་ཡོད་དགོས་གི་རེད་རིན་ཐང་གི་ལྟ་བ་དེ་ཡག་པོ་ཟིག་ཡོད་དགོས་གི་རེད་མ་གཏོགས་པ་རིན་ཐང་གི་ལྟ་བ་དེ་དེ་རྐང་ཚུགས་པ་དེ་འདྲའི་དེ་འདྲའི་ཟིག་མེད་ན། དེ་ནི་དེའི་སྐབས་སུ་ད་ང་ཚོ་ཚང་མ་མི་ཚང་མ་གི་སེམས་གི་ནང་ལ་དེ་ནི་སྒོར་མོ་མ་གཏོགས་པ་གཞན་གཅིག་བསམ་གྱིས་ཅི་ཅིག་མེད་མཁན་དག་དེ་འདྲའི་གཟུགས་དེ་རེད་འགྲོ་ན་ཆོག་གི་རེད། ད་ལྟ་དང་ང་ཚོ་དད་པ་ཡོད་ཟེར་ནས་དེ་འདྲའི་ཟེར་གི་ཡོད་རེད་དེ་ཡིན་ན་ང་ཚོ་དད་པ་དེ་རྒྱུད་བཞག་དགོས་ཡ་གི་རྒྱུ་མཚན་དེ་མ་ཤེས་ན་དེ་ནས་ང་ཚོ་དད་པ་དེ་ཡང་ལམ་སང་མེད་འགྲོ་བ་ཡང་ལས་སླ་པོ་རེད་འདུག་ལས་སླ་པོ་རེད། དེ་འདྲ་ཡིན་དུས་དེ་ནས་ང་ཚོ་རིན་ཐང་གི་ལྟ་བ་དེ་དེ་ནས་དངོས་པོ་འོག་ཞོག་ལ་དེ་འདྲའི་སོང་ནས་དངོས་པོ་གཅིག་པོ་མ་གཏོགས་གཞན་གཅིག་བསམ་པ་མེད་པ་དེ་འདྲའི་རེད་སོང་ན། ད་ནི་ད་ང་ཚོས་དེ་འབོག་གི་ཞུ་སོགས་གོ་ནང་ལ་ངུ་ནི་སྐབས་ལས་ཧ་ལས་པ་མང་པོ་ཞུ་སོགས་གོ་བདེ་འཇགས་གི་ཐོག་ལ་ཡིན་ན་འདྲ་མི་སྒེར་གི་དེ་ནི་དེ་གི་འཚོ་བ་གི་དེ་ནི་དེ་རེ་གཅིག་དང་བདེ་སྐྱིད་གི་ཚོར་བ་ཡོད་མེད་གི་ཐོག་ལ་ཡིན་ན་འདྲ་དེ་ནི་སོ་སོ་མི་རང་གི་མི་ཚེ་གི་རིན་ཐང་གི་ཐོག་ལ་དེ་གང་གི་ཐོག་ལ་ཡིན་ནའང་ད་ནི་ཧ་ལས་པ་གི་སྐབས་ལས་ཁག་པོ་ཡོང་གི་རེད་དོ་དེ་འཛམ་བུ་གླིང་གི་ནུབ་ཕྱོགས་གི་རྒྱལ་ཁབ་ཚང་མ་ལ་ཡང་དེ་འདྲའི་ཡོང་གི་འདུག་དེ་འདྲ་བ་ཟིག་གི་ད་ལྟ་དཔེར་ན་རྒྱ་གི་ནང་ལ་ཡང་དེ་གི་དེ་འདྲའི་མང་པོ་ཡོང་གི་འདུག་བ་དེ་ང་ཚོ་ལ་ཡང་དེ་དང་གཅིག་པ་ཡོང་གི་རེད། དེ་ཡིན་དུས་ང་ཚོ་ཡིན་ད་མིན་ད་ད་ལྟ་ད་ལྟ་ཡིན་ན་མ་འོངས་པ་ལ་ཡིན་ན། ད་ད་ལྟ་ཡིན་ན་ང་ཚོ་ལ་དེ་ནི་སེམས་ཁམས་ཀྱི་ཐོག་ནས་དེ་ནི་ཅིག་ད་ད་པ་ད་དེ་ཚོ་ཅིག་ཞིག་པོ་ད་དེ་ནི་དངོས་པོ་གི་ཐོག་ལ་དེ་ཚོ་ཧོར་བོ་འདྲ་བོ་ད་དེ་འདྲས་བྱས་འདུག་རེད་དེ། ད་འདི་ངས་ཚོ་དོན་ཉམས་པ་ཡག་པོ་ཟིག་དེ་ནི་དངོས་པོ་དང་དེ་ནི་སེམས་ཁམས་ཀྱི། བོར་ཞིག་དེ་ལྟོ་མཉམ་པོ་ཡག་པོ་ཟིག་ཡོང་ཡ། དངོས་པོ་ཡང་དེ་ཅིག་ཏུ་ཡག་པོ་ཡོང་མཁན། སེམས་ཁམས་ཀྱི་སྟེང་ནས་ད་གི་ལོངས་ཤོད་དེ་ཡང་ཡག་པོ་ཡོང་མཁན། ལུས་པོ་གི་སྟེང་ནས་ལུས་པོ་གི་ལོངས་ཤོད་དེ་ཡང་ཡག་པོ་ཡོང་མཁན་ལོངས་ཤོད་གཉིས་དེ་ལྟོ་མཉམ་པོ་དེ་འདྲ་ཟིག་ཡོང་ན། དེ་ནས་ད་གཟོད་ང་ཚོ་དེ་ནས་ད་ནམ་ད་ནམ་ཡིན་ན་དེ་ནས་ད་ཅིག་ཕྱི་སོག་ལ་བསམ་བློ་བཏང་ན་མི་སྒེར་ལ་བསམ་བློ་བཏང་ན་ཁྱིམ་ཚང་ལ་བསམ་བློ་བཏང་ན་དེ་ནས་ཅིག་ད། ཡག་པོ་བཟོ་འཚོ་བ་བརྟེན་ན་འཚོ་བ་ལྟ་མོ། འཚོ་བ་བརྟེན་ནས་དེ་ཅིག་དག་སོ་སོ་མེ་ཡིན་ན་དེ་ནས་དག་ཅིག་སེམས་ཁམས་ཀྱི་ནང་ལ་དག་སྡུག་བསྔལ་འདྲ་མི་འདྲ་མང་པོ་དེ་ནས་མ་ཡོང་བ་དེ་འདྲས་སུ་དག་དག་དེ་ཡོང་གི་རེད། ཁྱད་པར་དུ་ང་ཚོ་དེ་ནས་དག་དག་ཐག་པ་ཆེན་པོ་བོ་ཆུ་བོ་བརྒྱུད་ནང་བསྟན་གྱི་ནང་ལ་དེ་ནས་གསུངས་པའི་རིན་ཐང་གི་ལྟ་བ་འདི་ཚོ་ནི་གཅིག་དངོས་གནས་དྲང་གནས་ཀྱི་ལས་རྒྱུ་འབྲས་ཀྱི་ཐོག་ནས་ཡིན་ན་འདྲ་དེ་ནས་ང་ཚོ་བྱམས་རྟ་གཉའ་རྗེས་ཀྱི་ཐོག་ནས་ཡིན་ན་འདྲ་གང་དང་གང་གི་ཐོག་ནས་བཤད་ཡོང་ན། དེ་ནས་ཅིག་དག་འདི་གནས་ལུགས་དང་ལྡན་པ་རྒྱུ་མཚན་དང་ལྡན་པ་དེ་འདྲས་སུ་མ་གཏོགས་པ་ད་ང་ཚོར་རྨོངས་དད་རེད་ཟེར་ཅིག་དག་འདི་རྨོངས་དད་རེད་ཟེར་ནས་བཤད་མང་པོ་བཤད་སྔ་མ་ཡང་མང་པོ་བཤད་རེད་རེད་ད་ངོ་ནས་དྲང་ནས་དག་འདི་དེ་འདྲས་སུ་མ་རེད་དག་དེ་ང་ཚོ་སོ་སོ་མི་མང་པོ་ཟིག་གི་ཁ་ཤས་ཁ་ཤས་གི་ནི་དག་གོ་བ་མ་ལོན་ནས་དེ་འདྲས་ཟེར་མཁན་ཡང་མང་པོ་རེད་ཁ་ཤས་ཟིག་གི་ནི་གོ་ན་ཡང་ད་ཁོ་རང་རང་གི་རྒྱུ་མཚན

ཚང་མ་དེ་ཡག་པོ་ཟེར་དེ་ནི་མང་ཚོགས་ཡིན་ན་དེ་ནི་མི་སྐྱ་ཕོ་མོ་ཡིན་ན་ཧ་གོ་སོང་ན་ངས་བསམ་བློ་བཏང་ན་ང་མ་འོངས་པ་ན་ང་ཚོ་དེ་ནི་མང་ཚོགས་ཀྱི་འཚོ་བ་ཡར་རྒྱས་དང་དེ་ནི་ང་ཚོ་བོད་མི་རིགས་ཀྱི་དེ་ནི་དག་ཅིག་དག་ཅིག་རིག་གནས་དང་དེ་འདྲ་བ་ཟིག་གི་སྤྱི་ཚོགས་དང་དེ་ཚོ་ཡར་རྒྱས་འགྲོ་བ་ལ་ཧ་ལས་པ་གི་དེ་ནི་དག་ཕན་ཐོགས་ཡོང་གི་རེད་ཡར་རྒྱས་འགྲོ་བ་དེ་ཡང་དག་ཕྱོགས་གཅིག་ལ་ལྷུང་སོང་ན་དེ་ནི་དག་དག་དེ་ནི་དག་ཡར་རྒྱས་ཡག་པོ་མ་རེད་དེའི་སྟེགས་ལ་བརྟེན་ནས་སྡུག་བསྔལ་མང་པོ་ཡོང་གི་འདུག་དེ་ཡིན་ན་ཕྱོགས་གང་ལ་ཡང་མ་ལྷུང་བར་ཐད་ཀར་དོན་མཉམ་པོ་དོན་མཉམ་པ་ཟིག་གི་སྒོ་ནས་ང་ཚོ་ཡར་རྒྱས་དེ་འགྲོ་ཐུབ་རྒྱུ་དེ་འདྲས་ཡོང་གི་རེད་ནི་དེ་ཡིན་ན་དེ་ནས་ང་ཚོ་མི་ཚང་མ་དེ་ལ་དེ་གོ་བརྡ་ཡག་པོ་སྤྲོད་ཡ་དེ་གལ་ཆེན་པོ་རེད། ཡིན་ན་ད་ལྟའི་གཙོ་བོ་དེ་ང་ཚོ་གཅིག་དགོན་པ་དང་དེ་ནས་གཅིག་དང་ཤར་བཀྲ་དང་བླ་མ་དང་མཁན་པོ་དང་དགེ་བཤེས་དང་དེ་ནས་ཁོང་རྣམ་པ་ཚོ་བོ་དེ་ནས་ད་འདིའི་ཐོག་ལ་དེ་འགན་འཁུར་དགོས་བོ་རེད་མ་གཏོགས་པ་དེ་ནས་ཁོང་རྣམ་པ་གི་འགན་མ་འཁུར་ན་མང་ཚོགས་ཀྱི་ཡང་དེ་ནས་ཁོ་ཚོ་ལ་ལྷུག་རྩོམ་བཞིན་གྱི་འདི་འདྲ་མེད་ན། དེ་ཧ་ལས་པ་དེ། ཁག་པོ་རེད་དེ་མང་ཚོགས་སོ་སོ་རང་གི་དེ་ནས་དག་ཅིག་ཤིས་དགོས་ན་ཅུང་ཟད་ཁག་པོ་རེད་དེ་ཡིན་ན་དེའི་ཐོག་ལ་ལྷུག་རྩོམ་འདི་ཡག་པོ་བྱེད་དགོངས་དེ་ང་ཚོ་དགོན་པ་སོ་སོ། གྲུབ་མཐའ་སོ་སོ། ཚང་མ་གི་དེའི་ཐོག་ལ་བསམ་བློ་བཏང་ནས་མང་ཚོགས་ལ་དེ་ནས་དག་ཆུ་གི་ལྷུག་སོ་རྒྱབ་ཀྱི་དུ་དེ་ནས་ཧ་ལས་པ་གལ་ཆེན་པོ་རེད་དེ་ང་ཚོ་ཚེ་འདི་དང་ཚེ་ཕྱི་མ་དང་གཉིས་ཀ་ལ་དེ་ནས་དག་ཧ་ལས་པ་གི་དེ་ནས་ཕན་ཐོགས་ཆེན་པོ་ཡོང་གི་རེད་ནི། དེ་ཡིན་ན་དེའི་ཐོག་ལ་དག་བསམ་བློ་བཏང་རོགས་གྱིས་ཟེར། དེ་ནི་དེ་དཀོན་པ་གཉིས་པ་དེ་རེད། ད་དཀོན་པ་གསུམ་པ་དེ་གང་རེད་ཟེར་ན། དེ་ནི་མང་ཚོགས་ཚོ་བོའི་ནང་སོ་སོ་བོ་དེ་ནི་སྒོམ་ཉམས་ལེན་བྱེད་རྒྱུ་དེ་ཧ་ལས་པར་གལ་ཆེན་པོ་རེད། ང་ཚོ་དང་པོ་དེ་ནི་ཁ་ཐུག་འདོན་རྒྱུ་དང་ཤག་འཚར་རྒྱུ་དང་སྐོར་ར་རྒྱབ་རྒྱུ་དང་དེ་ནི་མཆོད་པ་འབུལ་རྒྱུ་དང་དེ་ཚོ་དང་སློབ་སྦྱོང་ཡག་པོ་བྱེད་དེ་ཚོ་ཉམས་ལེན་ཡག་པོ་བྱེད་དགོས་རེད། དེ་ང་ཚོ་མང་ཚོགས་ཁོ་ན་ལ་འདུག། དེ་དཀོན་པ་གཉིས་པ་སྐབས་སུ་དེ་ནས་ད་བར་ད་ང་ཚོར་ཆུ་བོ་དང་ལམ་སྣ་ཐོག་ལ་སློབ་སྦྱོང་བྱེད་དགོས་ཀྱི་རེད་དེ་ང་ཚོ་མང་ཚོགས་ཀྱི་ནང་ལ་མི་འདུག་ད་གསུམ་པ་དུ་དེ་ནས་དཀོན་པ་གསུམ་པ་དུ་དེ་ནས་མང་ཚོགས་ཀྱི་སྒོམ་རྒྱབ་ཀྱི་དེ་རེད་དེ་དེ་མི་འདུག་དེ་ང་ཚོ་མི་འདུག་ད་ང་ཚོ་མང་ཚོགས་ཀྱི་གཅིག་ཡིན་དང་མིན་དང་གོ་ར་འགྲོ་རྒྱུ་འདྲ་ད་འདི་ཚོགས་དུ་དགེ་བ་ཆེན་པོ་བཟོས་གནང་སྐྱེས་ཀྱི་གནས་སྐོར་འགྲོ་རྒྱུ་དང་འདི་ཚོ་དགེ་བ་ཆེན་པོ་དང་དེ་འདྲའི་རླབས་ཆེན་པོ་ཡིན་སྣང་སྐྱེས། དེ་མ་གཏོགས་པ་ཅིག་གཞན་དེ་ནས་ཅིག་སློབ་སྦྱོང་བྱེད་རྒྱུ་དང་དེ་ཚོ་ཡང་ཅིག་ཉམས་ལེན་སྒོམ་རྒྱབ་རྒྱུ་དང་འདི་ཚོ་ཡང་ཅིག་དེ་ནས་དག་ཅིག་དོན་དག་ཆེན་པོ་ཟིན་རྒྱུ་དེ་ཚོ་མི་གོ། གོ་ན་ཡང་ད་ལྟའི་ང་ཚོ་ལས་སྐལ་མ་རེད་བསམ་ནས་དེ་འདྲའི་རེ་འགྲོ་འདུག་དེ་རྩ་བ་ནས་དེ་འདྲའི་བྱེད་སྙམ་གྱི་མི་འདུག་ད་ང་ཚོ་མང་ཚོགས་ལ་སྒོམ་རྒྱབ་དགོས་འདུག་སྒོམ་རྒྱབ་རྒྱུ་དེ་ང་ཚོ་མང་ཚོགས་ལ་ཕར་སློབ་དགོས་འདུག་དེ་མང་ཚོགས་ཀྱི་ཡང་དེ་གར་དེ། ཆུ་ལ་བཏབ་པ་རྩ་བ་ནས་མི་ཤེས་མཁན་དེ་འདྲས་སུ་ཡིན་ན་ནི་དེ་ནས་དེ་ཅིག་དེ་ཚོའི་ཐབས་ཤེས་དེ་འདྲས་དག་ད་མི་འདུག་རེད་དེ་ཡིན་ནའང་དེ་ནས་ད་ཆུ་ལ་བཏབ་པ་ནི་དག་བྱེད་ཀྱི་ཡོད་རེད་དེ་བཏབ་པ་བྱེད་ཀྱི་ཡོད་དུས་དེ་ནས་ད་ང་ཚོས་ཆུ་དེ་ཉམས་ལེན་ཟིག་དག་བྱེད་དགོས་རེད་ན་དེ་ཡིན་ན་དེ་མང་ཚོགས་ཀྱི་ཡང་དེ་ནས་སྒོམ་རྒྱབ་དགོས་འདུག་སྒོམ་ཉམས་ལེན་ཨོ་ཡ། དེ་ནས་སྒོམ་ཉམས་ལེན་དེའི་ནང་ལ་དེ་ནས་ལས་སླ་པོ་གི་ཐོག་ནས་སྒོམ་ཉམས་ལེན་བྱེད་ཚར་དེ་ནས་ཐོག་མར་ང་ཚོ་ཀྱི་སྔོན་འགྲོ་ལོ་ཏོག་རྣམས་བཞི་དེ་འདྲས་དག་ད

ལ་འདི་ལ་ཡང་འདུག་བོང་བུ་ལ་ཡང་འདུག་དེ་ནས་དེ་དག་ནང་སྲིད་ནས་ཡང་གཅིག་དེ་གི་ས་སྐྱ་དང་ཉག་མ་དང་དགེ་ལྡན་དང་ལ་དེ་ཚོ་སོ་སོ་སོ་སོ་ལ་དེ་གི་དེ་འདྲའི་གི་དེ་སྔོན་འགྲོ་གི་སྐོར་དེ་དེ་གི་ཧ་ལས་པ་མང་པོ་རེད། དེ་ཡིན་ན་སོ་སོ་གི་དེ་དེ་ནས་ཉམས་ལེན་བྱེད་བཞག་ན་ད་དེ་ཚོ་ལ་དེ་འདྲའི་དེ་གི་ཁྱད་པར་ཅི་ཅིག་དེ་གི་ད་མི་འདུག་དེ་མ་ཚད་དེ་ནས་ང་ཚོ་གྲུབ་མཐའ་གི་ཁྱད་པར་ཅི་ཅིག་ཡོད་མ་རེད་དེ་མ་ཚད་ང་ཚོ་དེ་དཔེར་ན་ད་ཁོ་སྔ་མ་དེ་ནས་ཅིག་དེ་གི་ད་ཉག་མ་གི་དགོན་པ་གི་དེ་འདྲའི་གི་དེ་ནས་སྡེ་བ་གི་དེ་ནས་ཅིག་ད་མི་ཟིག་ཡིན་ནའང་དེ་ནི་གཅིག་ལྟ་བུ་ད་ས་ཆ་དེ་ན་གཅིག་ཉག་མ་གི་དེ་ནི་ལྟ་བུ་ཆུ་ཁྲོད་སོང་གི་འདི་འདྲི་མེད་ན་དེ་ནི་གང་རང་གི་གཞན་པ་གི་གཅིག་དགེ་ལུགས་ཡིན་ན་རེད་གྲུབ་མཐའ་གཞན་པ་གི་དེ་འདྲི་བླ་མ་བ་ཆུ་སོང་འོང་ན་དེ་དེ་ཉབ་ལེམ་བྱེད་ན་དེ་འདྲ་འདྲ་རེད་ཁྱད་པར་ཅི་གཅིག་མི་འདུག་གཅིག་པ་ཞིག་ཀྱང་རེད་དེ་འདྲི་ཡིན་དུས་ང་ཚོས་གཅིག་གྲུབ་མཐའ་གི་ཐོག་ནས་ཁྱད་པར་དེ་འདྲི་བཤད་འདི་ཡ་དེ་མཁས་པ་ཚོ་གི་གཅིག་དེ་ནི་ལྟ་བུ་ད་གཅིག་ལྟ་བ་འཛིན་ཚུལ་ད་གཅིག་དེ་འདྲི་འཛིན་མཚམས་ད་ལུང་དང་རིགས་པ་གི་གཅིག་ལྟ་བུ་ལྟ་གྲུབ་འཛིན་ཚུལ་ད་དེ་འདྲི་གི་ཐོག་ལ་ཁྱད་པར་ཅུང་ཟད་ཅུང་ཟད་རེད། དེ་ནི་དེ་མ་ཡིན་པ་དེ་ང་ཚོ་བླ་མ་ཚོ་གོང་མ་རུ་བརྒྱུད་ཡོང་བའི་སྐབས་སུ་ཆོས་དེའི་བརྒྱུད་པ་དེ་ཅུང་ཟད་དེ་ནས་མ་འདྲ་བ་འདྲ། དེ་འདྲའི་དྲི་རེ་མ་གཏོགས་པ་དེ་ལས་གཞན་པ་ད་ང་ཚོ་མང་ཚོགས་ཀྱི་དག་སྣང་ལ། དེ་ནས་ཅིག་དག་ད་ཅིག་སྒོམ་རྒྱབ་ཀྱི་དེ་རྨང་གཞི་རྩ་བའི་སྐོར་འདི་སོགས་ཐོག་ངེས་འབྱུང་དང་བྱང་ཆུབ་ཀྱི་སེམས་བདེ་བ་ཅན་སྐྱེ་བའི་རྒྱུ་བཞི་དེ་ནི་སྙིང་པོ་སྟོབས་བཞི་འདི་ཚོའི་སྐོར་ལ་ཁྱད་པར་ཅིག་ཅིག་དག་མི་འདུག་དེས་ན་ཚང་མ་གི་དེ་ནས་དག་ཕན་ཚུན་དུ་གི་སློབ་སྦྱོང་བྱས་ནས་སའི་ཆུ་ཡི་ནའང་དེ་ནས་ད་ཉམས་ལེན་བྱས་ན་དེ་རེད་འགྲོ་གི་རེད་གང་ལྟར་དག་ང་ཚོ་ནང་ལ་དེ་ནས་དག་ཁྱད་པར་ཆེན་པོ་མི་འདུག་དེ་ཡིན་དུས་ཚང་མ་གི་ཚང་མས་མང་ཚོགས་གི་དེ་ནས་དག་ད་དང་པོ་སྔོན་འགྲོ་ནས་དང་པོ་དར་འཇོན་ཉེས་དཀའ་བ་སྒོམ་དེ་ནས་ཚེ་མི་རྟག་པ་སྒོམ་དེ་ནས་ལས་རྒྱུ་འབྲས་སྒོམ་དེ་ནས་འཁོར་བའི་ཉིང་མིག་དུ་ཚོགས་ཅི་རེ་ཅི་རེ་ཅི་རེ་བྱས་ནས་དག་སྒོམ། ཡིན་ནའང་སྒོམ་གི་སྔ་རོལ་དུ་ད་ང་ཚོ་དེ་ནི་སློབ་སྦྱོང་བྱེད་དགོས་གི་རེད་མ་གཏོགས་པ་སློབ་སྦྱོང་མ་བྱས་ན་དེ་སྒོམ་རྒྱབ་ཞིག་མི་འདུག་དེ་ཞིག་དེ་ནི་མི་སྐྱ་ཕོ་མོ་ཡིན་ནའང་ད། སྐབས་སྐབས་སུ་དཔེར་ན་ང་ཚོ་སྤོབས་པ་གི་ས་ཆ་ལ་དགུན་གྱི་གནས་སྐབས་ན། དེ་ནི་ད་ད་ཉམས་ལེན་ལྟར་དུ་བྱས་ནའང་དེ་ནི་ཆོག་གི་རེད་ད་ཡིན་ནའང་ད་ང་ཚོ་མི་སྐྱ་ཕོ་མོ་མང་པོ་ཞིག་དེ་ནི་དགུན་ཁ་སར་ཡོང་དུས་དེ་ནི་ཅིག་འཁྱམ་ནས་འདུག་འདུག་གི་མ་གཏོགས་པ་གཞན་གྱི་དོན་དག་གི་བྱ་བ་ཅིག་མི་ལས་མང་པོ་ཞིག་དེ་འདྲའི་རེད་ད་ཕན་ཆོད་ནས་དེ་འདྲའི་མ་བྱས་ན་ད་ང་ཚོ་དགུན་ཁ་འདྲ་དེ་འདྲའི་གི་ཅུང་ཟད་འཁུམ་པའི་སྐབས་སུ་ད་ཆུ་དང་ལྷོ་གཞུང་གི་ཐོག་ལ་དེ་མི་སྐྱ་ཕོ་མོ་བ་ཅིག་དེ་དེ་ཅུང་ཟད་དུས་ཚོད་ཅུང་ཟད་དུས་ཐོག་ལ་བཏང་དེ་ནི་ནམ་རྒྱུན་ཡིན་ན་དེ་ནི་ཅིག་དེ་ནི་སྔ་མོ་ད་དགུང་མོ་ད་ད་འདི་འདྲའི་གི་སྐབས་སྐབས་སུ་དེ་ནི་ང་ཚོ་རུང་བ་ཡིན་ན་དེ་ནི་རུང་བ་གི་ལས་ཀ་ལས་ཞོར་ལ་དེ་ནི་དེ་ཅིག་དུས་ཚོད་སྔ་མོ་དགུང་མོ་དུ་ཚོད་ལ་དེ་ནི་སྒོམ་བརྒྱབ་ན་འགྲིག་གི་རེད་འགྲོགས་པ་ཡིན་ནའང་ད་ནི་སོ་སོ་རང་གི་ཕྱུགས་ལས་ལས་པའི་ཞོར་ལ་འདི་ནས་ད་སྔ་མོ་དགོང་མོ་དུ་སོ་ལ་སྒོམ་རྒྱབ་ན་འགྲིག་གི་འདུག་དེ་མ་ཡིན་པ་དཔེར་ན་ང་ཚོ་གྲོང་ཁྱེར་གི་ནང་ལ་ལས་དཀའ་ལས་བདེན་གི་ད་དེ་ནས་སློབ་གྲྭ་གི་ནང་ལ་དེ་ནས་དེ་ཆུ་དེ་ལྷོ་གཞུང་ཞིང་གི་དེ་འདྲི་ཟིག་ཡིན་ན་ཡང་ད་ཁོ་ཚོ་གི་སྔར་དགོང་དུ་སོ་ལ་དེ་ནས་དེ་སྒོམ་རྒྱབ་ན་ད་དེ་འདྲི་ད་དཀའ་ས་དཀའ་བ་ལ་མང་པོ་རེད

ད་ད་རིང་མ་གཏོགས་པ་ང་ཚོ་དེ་ནས་མི་ཚེ་འདི་འདྲའི་གི་ཡག་པོ་མི་ལུས་ཡག་པོ་ལོན་ཧ་གོ་བ་མ་རེད་དེ་དེའི་སྐབས་སུ་དེ་ནས་སོ་སོ་གི་དེ་ནས་ཀྱི་ཆོས་འདི་འདྲའི་ཡག་པོ་ཟུར་དུ་ཉམས་ལེན་བྱེད་ཀྱི་གོ་སྐབས་ཡོད་ནའང་དེ་ཉམས་ལེན་བྱེད་མ་ཐུབ་དེ་འདྲའི་རེད་སོང་ན། དེ་ནས་ཧ་ལས་པ་དེ་ནས་བློ་ཕམ་པོ་དེ་འདྲའི་རེད་བ་དེ་ཡིན་དུས་དེ་ནས་ང་ཚོ་ཡང་དེ་མང་ཚོགས་ལ་དེ་སྒོམ་ཉམས་ལེན་བྱེད་ཡག་གི་དེ་ནས་དེ་གི་ཐབས་ཤེས་དེ་དེ་གི་ལབ་དགོས་འདུག་ཡིན་ད་མིན་ད་དེ་ལབ་དགོས་འདུག་དེ་ལབ་ན་དེ་མང་ཚོགས་གི་སེམས་ཁམས་ལ་ཡང་ཕན་ཐོགས་མང་པོ་ཡོང་གི་འདུག། ད་ལྟ་ང་ཚོ་ལ་དགོས་འདུག་མ་འོངས་པ་ན་དེ་བས་ཀྱང་དགོས་རེད་མ་འོངས་པ་ན་ང་ཚོ་བོད་ཀྱི་ནང་ལ་དེ་ནས་ཕྱི་སོག་གི་དེ་ནས་ཅིག་ད་ད་འཚོ་བ་ཡར་རྒྱས་སོང་དཔལ་འབྱོར་དེ་ཚོ་ཡར་རྒྱས་སོང་དེ་ནས་ཕྱི་ལོག་གི་དེ་ནས་རིག་གནས་དང་དེ་འདྲའི་མང་པོ་ཞིག་ནང་ལ་ཡོང་ན་དེའི་སྐབས་སུ་དེ་ནས་མིའི་སེམས་ཀྱི་ནང་ལ་འགལ་བ་མང་པོ་དང་མིའི་སེམས་ཀྱི་ནང་ལ་སྡུག་བསྔལ་མང་པོ་དེ་འཛམ་བུ་གླང་ལ་ཡོང་གི་འདུག་ང་ཚོ་ལ་ཡང་དེ་ནས་ཡོང་གི་རེད་དེ་ཡིན་ན་དེའི་སྐབས་སུ་ང་ཚོ་ལ་སྒོམ་ཉམས་ལེན་མཛད་ཡ་དེ་དེ་བས་ཀྱང་གལ་ཆེ་གི་རེད་ད་ལྟ་བས་ཀྱང་གལ་ཆེ་གི་རེད།

བླ་མ་ཚོ་ཐར་བ་ཐོབ་ཤིག་གི་ལམ་དང་མི་སྐྱ་ཕོ་མོ་ཐར་བ་ཐོབ་ཤིག་གི་ལམ་ཟེར་ནས་དེ་ནས་བགོ་བཤའ་བརྒྱབ་བཞག་པ་དེ་འདྲའི་ཆིག་ཆིག་ཡོང་མ་རེད་དེ་ཡིན་ན་དེ་བླ་མ་དང་དེ་ཚོ་གི་དོན་དག་ཚོ་མ་རེད་ང་ཚོ་ཚང་མ་གི་དོན་དག་རེད་དེ་ཡིན་ན་མི་སྐྱ་ཕོ་མོ་དེ་ནས་བགོམ་བརྒྱབ་རོགས་གྱིས་ཟེར་དེ་བགོམ་དེ་ང་ཚོ་རིམ་པས་རིམ་པས་རིམ་པས་ག་ལེ་ག་ལེ་བྱས་ནས་ཚང་མ་ལ་དེ་ནས་སློབ་དགོས་གི་འདུག་དང་པོ་དེ་ནས་ཅིག་སྔོན་འགྲོ་གི་སྐོར་བ་ལས་སླ་པོ་གི་སྐོར་བ་དེ་སློབ་དེ་ནས་རིམ་གྱིས་རིམ་གྱིས་དེ་ཅི་ཡོང་ཟེར་དཀའ་མོ་གི་སྐོར་དེའང་བསླབ་ན་དེ་ཆོག་གི་རེད་ད་ང་ཚོ་ཁེབས་མཚར་རེད། གསང་སྔགས་བླ་མེད་ཀྱི་དེ་ནས་དབང་དེ་ནི་ང་ཚོ་མི་སྐྱ་ཕོ་མོ་ཚང་མ་གི་དེ་ནས་ད་ད་ད་བཞི་གི་ཡོང་རེད། རེད་དེ་ང་ཚོ་དེ་ནས་ད་གསང་སྔགས་བླ་མེད་ཀྱི་ཉམས་ལེན་མ་ཚུད་ད་ད་ང་ཚོ་གཅིག་སྔོན་འགྲོ་ད་འདི་འདྲིས་སུ་དེ་ནས་མི་སྐྱ་ཕོ་མོ་གི་དེ་ནས་ད་སྒོམ་རྒྱབ་བཟས་ན་ད་དེ་ནི་ཡང་གཅིག་མི་སྐྱ་ཕོ་མོ་ཚོ་ཡང་གཅིག་ཁེམ་ཚེར་འདྲ་བོ་ཚུགས་རེད་དེ་ང་ཚོ་གོ་ལོག་རེད་ཟེར། དེ་ཡང་གནད་དོན་འདི་ཐོག་མར་ང་ཚོ་གང་ནས་འབྲུག་མི་འདུག་ཟེར་ན་དེ་ང་ཚོ་བླ་མ་དང་དེ་ནས་དེ་མཁན་པོ་དང་དགེ་བཤེས་དང་དེ་བླ་མ་རྣམ་པ་གི་དེ་ནས་ཕར་མང་ཚོགས་ལ་སློབ་གསོ་རྒྱབ་ལུགས་གི་ཐོག་ནས་ད་དེ་འདྲའི་རེད་འདུག་བ་དེ་འདྲའི་རེད་གསུངས་འདུག་ཟེར་སློབ་གསོ་རྒྱབ་ལུགས་གི་རེད་མ་གཏོགས་པ་མི་སྐྱ་ཕོ་མོ་ཚོ་ལ་ང་ཚོ་ཁྱོད་ཚོ་སློབ་གསོ་རྒྱབ་ནས་ད་སྒོམ་རྒྱབ་དགོས་གི་རེད་ཟེར་སློབ་གསོ་རྒྱབ་ན་ཡང་དེ་ནས་ད་སྒོམ་རྒྱབ་ཁ་མ་ཉན་པ་འདྲ་དེ་འདྲའི་མ་རེད། དེ་ཡིན་ན་དེ་ནས་དེའི་ཐོག་ལ་རྒྱབ་ཇུས་རྒྱབ་ནས་གོམ་པ་སྲིན་པ་དེ་ནས་མི་སྐྱ་ཕོ་མོ་ཚོ་ལ་སྒོམ་རྒྱབ་ཡ་དེ་དག་ལྷབ་དགོས་གི་འདུག་དེ་ང་ཚོ་ལ་ཧ་ལས་པ་གལ་ཆེན་པོ་རེད་མདོར་ན་ཆུ་ཟེར་ཡ་དེ་གང་རེད་ཟེར་ན་རང་གི་སེམས་གི་ཐོག་ལ་དེ་ནས་ཕན་ཐོགས་ཡ་དང། རང་གི་སེམས་ཀྱི་ཐོག་ལ་ཕན་ཐོགས་ཚར་བའི་རྗེས་ནས་དེ་ནི་མི་མང་པོ་ལ་དག་དེ་ལས་ཀྱང་དེ་ནི་ཕན་ཐོགས་ཡ་ད་དེ་འདྲའི་ཟིག་ལ་དེ་ང་ཚོ་ཆུ་ཟེར་གི་རེད་དེ་འདྲའི་ཡིན་དུས་དེ་ད་སྒོམ་བརྒྱབ་ནས་ཡོང་དགོས་ཀྱི་རེད་སློབ་སྦྱོང་བྱས་ནས་ཡོང་དགོས་ཀྱི་རེད་མ་གཏོགས་པ་དེ་ནི་ང་ཚོ་གཅིག་ཏུ་འདོན་པ་འདོན་གྱི་ད་སྐོར་བ་བརྒྱབ་ཀྱི་གཅིག་པུ་གི་ནི་རྩ་བ་ནས་ཡོང་གི་མ་རེད་དེ་འདོན་པ་ཡང་འདོན་དགོས་ཀྱི་རེད་སྐོར་བ་ཡང་བརྒྱབ་དགོས་ཀྱི་རེད་དེ་སོང་ཡང་ཧ་ལས་པ་ཡག་པོ་རེད་རེད་དེ་དག་གཅིག་པུ་ཡོང་གི་མ་རེད་ན་དེ་ནི་ང་ཚོ་མང་ཚོགས་ཚོ་ཡང་དེའི་ཐོག་ལ་དེ་ནི་གཅིག་བསམ་བློ་དག་ཡག་པོ་ཟིག་བཏང་རོགས། བྱས་ཟིན། འདི་ནི་ལོ་མྱོང་འཚོ་བའི་ནང་དེ་དང་འདྲ་བོ་རེད་ང་ཚོ་དེ་ནི་ལོ་མྱོང་འཚོ་བ་ལ་ཅུང་ཟད་ཅིག། རིག་གནས་གཞན་པ་ཅུང་ཟད་ཙི་ཤི་སྐད་ཡིག་གཞན་པ་ཅུང་ཟད་ཤི་ཡོང་ན་ད་ང་ཚོ་སྒོམ་རྒྱབ་གོག་མ་རེད་ང་ཚོ་ཆུ་གོག་མ་རེད་དེ་འདྲའི་བསམ་ན། དེ་མ་རེད་སྤྱིར་བཏང་སོ་སོ་རང་རང་དེ་ནི་ཆུ་ལ་བལྟ་བ་ཤེས་དང་མ་ཤེས་པ་དེ་ཡང་མི་སྒེར་གྱི་ཐག་བཅད་དགོས་བོ་རེད་མ་གཏོགས་པ་མི་གཞན་པ་ཞིག་གིས་ཡིན་དང་མིན་དང་བལྟ་བ་ཤེས་དགོས་ཟེར་ཡིན་དང་མིན་དང་བལྟ་བ་བྱེད་མི་ཆོག་ཟེར་དེ་འདྲའི་བས་ཟེར་དགོས་ན་དཔེ་ཁག་པོ་རེད། རེད་དེ་དངོས་གནས་དོན་གྱི་ཐོག་ནས་བསམ་བློ་བཏང་ན་ག་འདྲི་རེད་ཟེར་ན། ད་གནས་ལུགས་ཀྱི་ཐོག་ནས་བསམ་བློ་བཏང་ན་ནི་དེ་ནི་ད་ཆུ་འདི་ད་ང་ཚོ་དེ་ནི་ལོ་ཉུང་ཡིན་ན་འདྲ་དགའ་དགའི་ཡིན་ན་འདྲ་དེ་ནི་སྐྱིད་པ་ཕོ་ཡིན་ན་མོ་ཡིན་ན་སུ་ལ་ཡིན་ནའང་དེ་ཆུ་འདི་ང་ཚོ་དེ་ནི་ད་མི་གི་སེམས་ཁམས་བདེ་སྐྱིད་དང་ལྡན་པ། སེམས་ཀྱི་ཐོག་ལ་བདེ་བ་དང་སྐྱིད་པོ་མི་ཡོང་བ་གི་དེ་ནི་སེམས་ཁམས་དེ་ཚོ་ཕ་མཆོད་པོ་མར་མེད་པ་ཞིག་རྣམ་རྟོག་ཏུ་བསོད་མར་མེད་པ་ཤེས་པ་དང་ཇེ་ཉུང་ལ་གཏོང་བ་དང། དེ་ནས་སོ་སོ་ཀུ་དག་གི་སེམས་ཀྱི་ནང་ལ་དེ་ནས། བདེ་མོ་དང་སྐྱིད་པོ་ཡོང་བ་དང། དེ་ཚོ་གི་བཀོལ་བ་དེ་ཡར་ཇེ་མཐོ་གཏོང་བ། དེ་འདྲའི་གི་ཐབས་ཤེས་ཟིག་རེད། དེ་ནས་གཞན་གཅིག་དེ་ནས་ང་ཚོ། ཆོས་འདིས་སོ་སོ་རང་གི་དེ་ནས་ད། བྱ་བ་དང་སྤྱོད་པ། འོ་དེ་ནི་དེ་ཚོ་ཐམས་ཅད་པོ་དེ་ནི་ཅིག་ཚབ་དང་ལྡན་པ་ཚབ་མཐོན་པོ་ཡག་པོ་བྱེད་ཡ་དང། དེ་ནི་མི་གཞན་ལ་དེ་ནི་ཅིག་གནོད་པ་སྐྱེལ་ཡ་གི་དེ་འདྲིའི་གི་དེ་ནི་བྱ་བ་དང་སྤྱོད་པ་དེ་ཚོ་ཐམས་ཅད་མེད་པ་བྱེད་པ་ཡང་ན་ཇེ་ཉུང་ལ་གཏོང་བ་དེ་དེ་འདྲིའི་གི་དེ་གི་ཐབས་ཤེས་ཟིག་རེད་ཆུ་ཟེ་ཡ་དེ་དེ་འདྲིའི་གི་ཐབས་ཤེས་ཟིག་ཡིན་ཚར་དུས། འདི་ནི་དེ་ང་ཚོ་དང་དམ་ནམ་དང་ནམ་ཡིན་ནའང་དེ་ང་ཚོའི་སྤྱི་ཚོགས་འགྲོ་བ་མིའི་སྤྱི་ཚོགས་འདི་ཅི་འདྲ་ཡོད་ཀྱི་བར་དུ་དེ་ཁོ་རང་དགོས་ཀྱི་རེད། དེ་ཁོ་རང་དགོས་ཀྱི་རེད་དེ་ཁོ་རང་ཁོ་རང་ཁོ་རང་ལ་དེ་ནི་རིན་ཐང་དེ་འདྲའི་དེ་དང་འདུལ་བ་དེ་དེ་འདྲའི་ཡིན་ཚར་དུས་ལོ་མྱོང་ཚོ་བོ་ཡིན་ན་དེ་དེ་ལ་བསམ་བློ་བཏང་ནས་སོ་སོ་བོ་ཅིག་དེ་ནི་དེ་དག་གི་ང་ཚོའི་ཕ་མེས་ཀྱི་དེ་ནི་རིག་གནས་དེ་ཚོ་ལ་ཅིག་དེ་ནི་མཐོང་ཆུང་འདྲ་བོ་དང་དེ་འདྲའི་མ་བྱེད་དེ་འདྲའི་ལས་སླ་པོ་ཟིག་རྩ་བ་ནས་མ་རེད། དེ་འགྲིག་བྱས་ནས་སོ་སོ་བ་དེ་ནི་ད། སློབ་སྦྱོང་བྱས། རྒྱུས་ལོན་ཡག་པོ་བྱས། དེ་ནས་ཉམས་ལེན་བྱས་ན་ནི་དཔེ་དེ་ག་ད་ཡག་པོ་ཡོང་འགྲོ་བོ་རེད་ལོ་མྱོང་ཚོ་ཡང་དེ་དང་འདྲ་བོ་རེད་མ་གཏོགས་པ་ད་ལྟ་ང་ཚོ་ལོ་མྱོང་ཡིན་ནའང་ད་སློབ་གྲྭ་ཆེན་མོ་འང་ནང་ལ་ཡོད་པའི་དེ་ག་སློབ་མ་ཚོ་སེམས་ཁམས་གི་ནང་ལ་ཡང་ད་གནད་དོན་མང་པོ་མང་པོ་དེ་ནི་དེ་ག་ད་ད་འབྱུང་གི་འདུག་ད་དེ་ཚོ་བཤད་ན་བཤད་མི་ཚར་བ་རྫོགས་རྫོགས་མེད་དེ་འདྲའི་རིགས་དེ་ག་འདུག་སྤྱི་ཚོགས་གི་གནད་དོན་དེ་ཡིན་དུས་དེ་ཚོ་མཚམས་ཆད་པོ་དེ་ནི་ང་ཚོ་སེམས་ཁམས་གི་དེ་ནི་གནད་དོན་འདི་ཚོ་ནི། འདི་ནས་ད་བར་ད་སེམས་ཀྱི་ཐོག་ནས་འདུ་ཤེས་ཡག་པོ་དང་སེམས་ཀྱི་ཐོག་གི་བསམ་བློ་ཡག་པོ་དང་དེ་འདྲའི་ཟིག་གི་ཁོ་རང་དེ་ནས་ད་སྒེར་གཅོད་རྒྱབ་དགོས་རེད་མ་གཏོགས་པ་ང་ཚོ་གཞན་པ་གཞན་པ་ཐབས་ཤེས་གཞན་པ་གི་དེ་སྒེར་གཅོད་རྒྱབ་ཟིག་དགོས་ན་ཧ་ལས་པ་ཁག་པོ་རེད་ཐབས་ཤེས་ཡོད་མ་རེད་དེ་ཡིན་དུས་དེ་ནས་ཚང་མ་གི་དེ་འདྲའི་བྱས་ནས་སྒོམ་ཉམས་ལེན་ཅུང་ཙི་ཙི་བྱས་ན་དེ་ནས་མཐར་ང་ཚོ་མི་སྒེར་གྱི་སེམས་ཀྱི་ཐོག་ལ་ཡང་ཕན་ཐོགས་ཡོད། དེ་ང་ཚོའི་ཁྱིམ་ཚང་ལ་ཡང་ཕན་ཐོགས་ཡོད། དེ་སྤྱི་ཚོགས་ལ་ཡང་ཕན་ཐོགས་ཡོད། དེ་ནས་ང་རང་ཚོ་ཚེ་ཕྱི་མ་ལ་ཡང་ཕན་ཐོགས་ཡོད། དེ་མི་མང་པོ་སོ་སོ་རང་ཡང་བདེ་མོ་དང་སྐྱིད་པོ་ཡོང་བ་དེ་འདྲས་ཡིན། དེ་མི་གཞན་མང་པོ་ལ་ཡང་དེ་ནས་ད་བདེ་སྐྱིད་དང་ལྡན་པ་ཕན་ཐོགས་ཡ་དེ་འདྲས་རེད་འགྲོ་གི་རེད་ནི། དེ་ནས་དེའི་ཐོག་ལ་དེ་ནས་ང་ཚོ་བསམ་བློ་བཏང་ན་ངས་ཡག་པོ་ཡིན་ས་རེད་བསམ་ནས་ད་དེ་འདྲས་བསམ་གྱི་འདུག་དེ་ནས་རྣམ་པ་ཐམས་ཅད་པོ་དེ་སེམས་ལ་འཇོག་རོགས་གྱིས་ཐུགས་རྗེ་ཆེ།